སོགས་ཕྱོགས་བརྒྱད་བསྐུར་ས་ཆ་དང་ཆུ་བོ་འགང་འགག་གི་ཚུན་ཆད་ལ་དབང་ཆེར་ཕྱོགས་ནས། དེས་ཁྲི་སྲོང་ལྡེ་བཙན་གྱི་གྲི་ཁའི་གདུགས་དེ་ལི་ཡི་གཟུ་བག་གི་རྒྱུན་དུ་འགྲོ་དགོས་ནས། དེ་ནས་ཚུར་འོང་ནི་རེད་དེ། ཁྲི་རལ་བ་ཅན་གྱི་གྲི་ཁའི་ལི། གྲི་ཁའི་དུས་ཚང་མ་ཤར་ཕྱོགས་ས་ཆར་ཧ་ཅང་གི་གཟུགས་ནི་ད་ཁྲང་ལན་བཟོ། བོད་སྤྱིར་དོན་དམ་ས། གན་གི་ར་བཟུང་དགོས་ས་ད་ཏི་མུ་གི་ཚི་གུ་འདི་རྒྱལ་མཁན་ཆེན་པོ་ཡིན་ནི་རེད་གི་ཐོག་ཏུ་གི་དེ་ཧ་ཅང་གི་རིག་གནས་དེར། ད་ཏི་གི་དེ་ནང་ནས། དེ་རྒྱ་ཆེན་པོ་དེ་གི་ཁྲོད་དུ་ར་ད་དེ་གན། མི་ཆིག་གི་རིག་གནས་ཅན་གོ་སི་ཤོག་གི་རིག་གནས་ཅན་གོ་དམག་དོན་གི་ཡིག་གི་ཅན་གོ་ད་ཧ་ཅང་མང་ས་ད་བར་དེ་ང་རི་ས་ཆ་ནས་ཉན་ནོ་གི་དེ་དམག་དོན་གི་ཡིག་གི་ཚི་གུ་ནོ་ཧ་ཅང་དེ། ཚི་གུ་ནི་རེད། སྒོ་ང་ཅུང་ཙམ་ཆ་ཚང་ནས་དུ་མི་དགོས་ཤོག་དྲིལ་རིང་བོ་ཅིག་རེད། ཤོག་དྲིལ་དུ་ནང་བཟོ་ཚོན་གྱི་ནང་དེ་དམག་དོན་གྱི་ཤོག་གི་ད་གད་ཐོག་དེ་གའི་དམག་དོན་གྱི་ཤོག་ནས་ད་དམག་བྱེད་དགོས་རེད། དཔེར་ན་ད་འདི་རི་འབེད་ས་འདྲ་འདྲ། རྟ་འཚོས་ས་འདྲ་འདྲ། དམག་འཁྲུག་གྱི་སྐོར་ད་གཟོད་གཅིག་གཅིག་ཕན་ཚུན་ན་རེ་འདེགས་གཅིག་ཡོད་དགོས་སོང། རེ་འདེགས་མ་ཡིན་ན་དེ་ཆད་པ་ཅིག་གཅོད་དགོས་སོང། ད་ད་དུ་མི་དེ་གད་ཐོག་དེ་གའི་ལོ་རྒྱུས་ཐོག་དེ་ང་ཚོ་སྤྱིར་བཏང་གིས་བཤད་ན་དེ་ས་བོན་མ་རེད་ལ་ཡང། དུང་ཁོང་གི་ཡིག་ཉང་དང་དང་འབྲི་མུག་གི་ཡིག་ཉང་འདུག་འདི་རིགས་སོང་ན། སྐད་ཐོག་དེ་ས་རྒྱ་ཆེན་པོ་འབྲི་མུག་ཟེར་བ་གང་བསྒྱུར་བའི་གོ་རིམ་གྱི་ཁྲོད་ནས། ལྷ་བསྟན་མུག་གི་སྒྲིག་ཁྲིམས་ཙམ་པོ་ཞིག་ཡོད་པ་འདུག་དེ་ད་ཡིག་གི་དེ་དག་དེ་དག་བསྟི་ན་ད་ཞིག་འདུག། ཁྲིམས་ཡང་དག་པ་ཡོད་ནོ་དེ་དག་དེར་ད་ཞིག་འདུག་དཔེར་ན། ད་འདི་རི་དྭགས་ཀྱི་མངོན་པའི་ཁྲིམས་ཀྱང་གོ་ད་དེ་ན་སོང་ཅིག་ན། ད་དེ་ཁོ་གི་རི་དྭགས་བདག་གིས་སོང་བ་ཚང་མ་གི་རི་དྭགས་བདག་གོ། རི་དྭགས་བདག་རི་དྭགས་ཚོ་དེ་ཁྲིམས་ཀྱི་ཕྱོགས་ནས་ཡང། འབྲུ་གཅིག་ཡིན་དང་ན་ད་འདི་མདའ་སྲིན་གྱི་རྩི་ཆུ། མདའ་གཡག་འདྲ་མ་དང་འབྲོང་འདྲ་མ་དུ་མ་གཅིག་ཡིན་དང་ན་མདའ་རྔ་གྱི་རྩི་ཆུ། མདའ་དེ་རྔ་མདའ་དང་སྲིན་མདའ་གྱི་དེ་བགོ་བྱ་རྒྱག་སྟངས་དེ་ཚང་མ་ལ་ཁྲིམས་ལུགས་གཏོགས་དེ། ད་མདའི་མོ་གི་ཕྱོགས་འདི་རིགས་དེ་སོང་ན་ང་ཚོ་གི་གཙུག་ན་རེད། ཡིག་ཉག་འདི་ཀུན་འདི་སློབ་སྦྱོང་བྱེད་རྒྱུ་ཡིག་ཉག་འདི་ཀུན་འདི་གོ་བ་ལེན་རྒྱུ་འདི་ཧ་ཅང་གལ་ཆེན། དེ་ཁྲོད་དེ་རྩོམ་རིག་གི་ཕྱོགས་ནས་བཤད་ཀྱི་ན་ད་འདི་འགུལ་ལུགས་སྐོར་ད་དེ་ཧ་ཅང་མི་དགའ།

ས་ཆ་དེར་འགྲོ་དགོས་འདྲ་མ་ཡང་ན་ཚིག་རྡོག་དེ་སློབ་སྦྱོང་བྱེད་གོ་རིམ་གྱི་ཁྲོད་དུ་རེད་ད་གོ་བ་ལོན་མོད་ཡང་ན་བརྩོན་ཞིག་འོ་ཀློག་པའི་ཁྲོད་ནས་གོ་བ་ལེན་གྱི་གོ་འདྲ་མ་ད་གཏོང་ད་འདི་འོ་ན་སྒྲུང་གི་ནང་གི་བྲིས་སྐུ་གོ་རྫོང་གོ་འདོག་དེ་ཡིག་རྒྱང་གི་ནང་དུ་རེ་ཞིག་འཇུག་ཡིག་སོང་ན་ད་འདི་ཚིག་མི་རེད་ཕལ་ཆེར་སྐད་མི་ཆོག་གོ་ཨང་གོ་རེ་ད་བར་གི་གི་ཁྲི་རི་ཕན་གི་གོ་ཁྲང་གོ་གོ་འདེད་ཆོག

ཡང་ན་ཅིག་དགེ་འཁུ་ཁང་གི་སྒྲིག་སྟངས་ནི་འདྲ་འདྲ་དུ་མོ་རེ་ཡོད་ཀྱི་ཡོད་པ་རེད། རྒྱལ་རིགས་ཀྱི་ལོ་རྒྱུས་ཨོ་སྟོང་ལྡན་པ་ཟིག་འབྲི་དགོས་ན་གལ་ཏེ་ཡང་ཁོའི་གཟིགས་ཁ་སྣོན་རྒྱུ་ལས་དེ་གསར་དུ་བཟོ་དགོས་ས་རེ་དུ་མོ་རེ་ཡང་གང་མང་མ་ཐུག་ཀྱང་ད་དེ་ཚང་མ་ར་འདི་ཡིག་རྙིང་ར་འདི་མོ་ཞིབ་འཇུག་གི་ཁྲོད་དུ་རེ་ད་ཤེས་དགོས་ཐུག་དེ་ལྟ་བུ་ལ་ཞིན་ཅང་ཧི་ཁྲེང་གི་ཧི་ཁྲེང་དེ་ལྟ་བུ་དེ་བཟོ་བོ་ཡིག་གི་ཐོག་ནས་ཨི་ཁྲེང་ཟེར། ཐེངས་འདིའི་ས་ཆ་སོང་ན་དེ། ཤང་སྲིད་གཞུང་ཟེར་བ་ནི་རེད་གཞི་རིམ་གྱི་ཤང་སྲིད་གཞུང་ཡང་ད་བར་ཁུ་བྱུག་གི་ལ་ལང་རུའུ་ཤང་ཟེར་བ་ནི་རེད། དེ་ཅི་རེད་ཟེར་ན་ད་ལང་རི་ལུང་བསྟན་ནང་སོགས་ཀྱི་ལང་རི་ཟེར་བའི་ས་ཆ་དེ་དག་དེ་ཡིན་ནོ་དེ་དག་དེ་བྱས་འདུག། ད་འདི་ཚང་མ་ལ་དགའ་ནས།

ད་སྟོད་མངའ་རིས་ས་ཆ་དེ་ལྷོ་ཁ་ས་ཆ་ད་ང་ཚོ་ཨ་མདོ་ས་ཆ་ད་དེ་བཞིན་དུ་ཀེ་ན་ར་གོང་ད་འདི་ཆབ་མདོ་ས་ཆ་ཆབ་མདོ་གི་འདི་འདན་པ་བྲག་རྩ་ཆེན་མོ་བ་དེ་རི་པ་ཀོ་རི་ཤིས་དབྱངས་ཅན་གོ་དེ་ཐོག་དེ་ད་དེ་ཇི་ཀེ་ཐོག་དེ་ཁྲི་ར་བ་ཅན་གི་ཁྲི་སྲོང་ལྡེ་བཙན་གི་རང་ནི་ལས་རིམ་པ་བཞིན་དུ་ད་དེ་ཁོ་དེ་ཡེ་ཤེས་དབྱངས་ཐོག་དེ་དེ་གི་ཇི་ཀེ་དེ་ནི་ལས་རིམ་བཞིན་དུ་ད་མ་འཁོར་རེ་དེ་རྒྱ་ནག་ག་འབྲེལ་བ་བྱུང་གི་ཡོང་གི་ནི

དེ་ནང་ནས་དེ། འདྲི་བ་པོ་གི་མ་ཁུར་བཀྲི་ཡོང་བར་ད་ཚོ་ད་འདི་བྲི་ཀི་འཛམ་བུ་གི། བྲི་ཀི་འཛམ་བུ་གི་ལོ་ངན་ལྟ་བཟའ། ད་ངེས་པར་དུ་ཐལ་ཡ་འཛིན་དགོས་ནོ་དེ་མུ་གི་ལོར་ཅི་ཟེར་དྲན། ཡིན་རྒྱུ་ཚོད་ན་བྲི་ཀི་འཛིན་མུ་དེ་དོག་དེ་ངེས་པར་དུ་ཤེས་དགོས་དོ། ཡིན་རྒྱུ་དེ་བྲི་ཀི་འཛིན་བྲི་དོག་དེ་རྗེས་ཀི་ལོ་རྒྱུ་ཐང་ཆིག་སྤྲོད་དགོས་ན་ཀ་ར་སྟག་སྤྲ་གི་བྲི། དེ་ཟེར་དྲན།

དེ་གིས་ངས་ངའི་སྣ་ར་ཁ་ཁུར་བྱས་མྱོང། དཔེར་ན། གཉའ་ཁྲི་ཙམ་པོ་གི་གཉའ། དེ་ང་ཚོ་གི་ལོ་རྒྱུས་ཐོག་ནས་ཚུགས་ནི་རེད་གཉའ་བ་ཁྲི་ཞིག་ནི་ད་གཉའ་ཁྲི་ཙམ་པོ་ཟིག་དེ་ཐོག་ནས་འདི་ཟེར་བ་དཀའ། དེ་བོན་གི་དཔེ་ཆ་ཐོག་ནས་དེ་ཟོ་ནི་རེད་དེ་ནང་བསྟན་གི་དཔེ་ཆ་ལོ་རྒྱུས་རྩོམ་པ་པོ་ཚང་མ་གི་རེད་དེ་དྲིས་ཆོག་ནི་རེད། ཡིན་ན་ཡང་ཡིན་རྒྱུ་ཟེར་དགོས་ཟེར་ན་གད་ཐོག་དེ་ཐོག་དེ་རྒྱལ་བོ་ཚང་མ་ལ་ཆིག་སྟོན་འབུལ་ཟུག་ཟེར་དགོས། དེ་རང་ཚོ་ཚོ་ལ་གི་རྒྱལ་བོ་ཟུག་ཟུག་ནུག་ཉང་དག་ནི་ཙི་མ་རེད་ཙི་གུ་ནི་རེད་རྒྱལ་བོ་དུག་དུག་ཁྱི་འཛང་ཡིན་པ་ཤི་རེ་ཆི་བ་ག་ལེ་ཆེན་ཡིན་པ་ད་དེ་ཙི་གུ་ནི་རེད། འཇིག་རྟེན་སྲི་ལུགས་དང་དམ་པའི་ཆིག་ལུགས་ལ་སོགས་པ་དེ་མི་མང་བ་ཡིན་པ་ད་དེ་མུག་གི་ཙི་གུ་ནི་རེ་ཆིག་སྟོན་འབུལ་ཟུག་ཟེར་དགོས། ཆིག་སྟོན་འབུལ་ཟུག་ཟེར་བ་ནུག་ཆུང་གི་ད་དེ་གད་ཐོག་དེ་གི་ཡི་གེ་འབྲི་སྲོལ་གང་རེད་དུ་ཟེར་ན།

དོང་ཧོང་ཡིག་རྙིང་འདི་ནང་ནས་དེ་ཧ་ཅང་ཚང་མ་ཀུན་ནས་ཉོས་ར་མེད་གི། ད་མགུར་གླུ་བཟོ་ཚོན་ཅི་ན་སེ་མ་ཀུར་གི་མགུར་གླུ་ཅི་དགོས་ནང་ནས་མི་བཀོད་ས་ཡོད་རེད། དེ་ཧན་ཆེ་ནས་དེ་མགུར་གླུ་གི་ནང་ན་དུ་མི་བཀོད་ས། ད་དུ་མོ་མང་འཇོག་མང་ནར་ད་ཕལ་ཆེར་གཟིགས་དང་སང་བཀོད་ནར་ད་འདི་གི་ཞིན་ཅིག་ད་ཆོ་དེ་ཡང་ཡང་གི་ལོག་གི་ལྟ་རྒྱུ་དེ་དག་དེ་གཙོ་བོ་ཡིན་འདུག།

ད་འདི་ལྟོ་བཙུགས་ན་ཞིང་འཇིག་གི་ཆ་ཡིན་ན་ཆོག་གི་ལྷོ་རྟེར་སྡིག་ནོར་གི་ཆ་ཡིན་ན་ཆོག་ལྟོ་མི་འདང་ས་ཞིག་གི་མང་ན་རེ། ཧ་ཅང་མང་ན་རེ་མང་ནི་ད་ང་ཚོ་གི་སྤྱི་ལོ་སྤྱི་ལོ་སྤྱི་རེ་གྲི་གཅིག་པ་གི་ཡར་སྔོན་གི་ལོ་རྒྱུས་འབྲི་བ་ལ་ད་མེད་དུ་མི་རུང་བ་གི་ཡིག་ཆ་ད་སྡུག་རང་ཁྲམ་ཤང། ད་འདྲའི་ཚང་མ་མེད་བསྟོད་མི་རུང་བ་ཡིན་ཀྱང་ནོ། ད་དེང་སང་ཚོགས་གྲ་སོ་སོ་ན་ར་དེ་འདི་གའི་གཙོ་འདུ་ཆེད་ལས་གཙོ་བའི་ད་འདི་གའི་སློབ་ཁྲིད་དུ་མ་ཡི་ཁོ་ནར་ད་སྤྱི་ཚོགས་ཐོག་ནས་ར་ད་དང་བ་གི་དེར་གི་བྱེད་ཚུལ་དེ་རྒྱུན་འཁྱོངས་བྱས་ན་ཅིག་འགྲིག་གི་མེད་གི་ཟེར། ཧོར་ན་སྟག་བཞི་གཉན་གཟིགས་ལྗང་གུ་དེ་ར་སྟག་མོ་ར་གཉན་གཟིགས་ཡོད་པ་གཟིགས་ཀྱང་ད་སྟག་བཞི་གཉན་གཟིགས་གཟིགས་ནས་ཟིན་འདྲ་མ་ད་གཉའ་ཁྲི་ཙམ་པོ་ཟིན་ན་གཉའ་བ་ར་ཁྲི་ཆེ་གཉའ་ཁྲི་ཙམ་པོ་གཟིགས་ནས་ཟིན་འདྲ་མ་ད་བསྟོད་མོ་བྱེད་བྱེད་ཚུལ་ཡོད་དོ་གི་དེ